ད་ལྟ་ཁྱེད་ཀྱིས་གསན་བཞིན་པ་འདི་ནི། རྒྱལ་པོ་དྲི་མེད་ཀུན་ལྡན་གྱི་རྣམ་ཐར་བཞུགས་སོ། ལས་ཀྱི་ན་ཚ་ཐོག་ཏུ་བྱུང་བའི་ཚེ། སྨན་དང་འཚོ་བྱེད་ལྷུན་གྱིས་འགྲུབ་པར་ཤོག། མདོར་ན་ས་ཕྱོགས་གང་དུ་གནས་གྱུར་ཀྱང། སྡུག་བསྔལ་མེད་ཅིང་བདེ་འགྲོ་འཛད་མེད་ཤོག། འགལ་རྐྱེན་ཞི་ཞིང་མཐུན་རྐྱེན་ཕུན་ཚོགས་ནས། རྒྱལ་བའི་སྲས་པོ་དྲི་མེད་ཀུན་ལྡན་གྱིས། ཐུགས་དགོངས་དཔག་བསམ་ཤིང་ལོ་རྒྱས་པར་ཤོག། བདག་གི་སྙིང་ནས་སྨྲས་པའི་བདེན་ཚིག་གི། ཡུམ་སྲས་མྱུར་དུ་མཇལ་བའི་སྨོན་ལམ་འདེབས། ཞེས་སྨོན་ལམ་བཏབ་བོ། དེ་ནས་རྒྱལ་བུ་ཡབ་ཡུམ་ནག་པོ་བདུད་རི་ཧ་ཤང་ལ་བྱོན་པའི་ཚེ། རྒྱལ་བུའི་ཤིང་རྟ་འདྲེན་པའི་རྟ་གཉིས། ཡུམ་སྲས་བཞི་པོའི་ཤིང་རྟ་འདྲེན་པའི་རྟ་གཉིས། ལམ་ཆས་དགེ་བའི་གླང་པོ་ཆེ་གསུམ་དང་བཅས་ལམ་དུ་ཞུགས་སོ། དེ་ནས་ཡུམ་དགའ་ལྡན་བཟང་མོས་ཐོག་དྲངས་བཙུན་མོ་མཆེད་དང་ཉིས་སྟོང་དང། རྒྱལ་པོ་བཟང་པོ་ལ་སོགས་རྒྱལ་ཕྲན་དྲུག་ཅུ་དང། ཟླ་བ་བཟང་པོ་ལ་སོགས་བློན་པོ་སུམ་སྟོང་དང། ཁྱིམ་བདག་དཔལ་ལྡན་ལ་སོགས་འབངས་འཁོར་གཡོག་ཐམས་ཅད་མྱ་ངན་གྱི་སྨྲེ་སྔགས་འདོན་ཅིང་སྐྱིལ་ཀྲུང་ཐག་རིང་པོའི་བར་དུ་བྱས། དེ་ནས་ལ་ལུང་མང་པོ་ཞིག་སྒྲོལ་བའི་ཚེ། རྒྱལ་བུས་སྨྲས་པ། བདག་གི་ཡུམ་བྱི་ལ་སོགས་བཙུན་མོའི་ཚོགས། རྒྱལ་ཕྲན་བཟང་པོ་ལ་སོགས་བློན་པོའི་ཚོགས། དཔལ་ལྡན་ལ་སོགས་འབངས་དང་འཁོར་གཡོག་རྣམས། བདག་ལ་བརྩེ་བས་ལ་ལུང་མང་པོའི་བར། སྒྲོགས་པའི་ཕྱི་ཐག་བྱེད་ཅིང་སྐྱེལ་མ་བསྲང། མཐུན་པར་འགྲོགས་ནས་སོ་སོར་འབྲལ་བ་དེ། འདུས་བྱས་མི་རྟག་མཚན་ཉིད་ཡིན་པའི་ཕྱིར། བདག་ཀྱང་སེམས་ཀྱི་འཁོར་དག་ཆོད་བ་བྱུང། ད་ནི་ཁྱེད་རྣམས་རང་གི་ཡུལ་དུ་ལོག། རང་གི་ནང་དུ་ཆོས་དང་མཐུན་པར་གྱིས། འཆི་བ་འོང་བའི་ལུས་སྲོག་སྦྱིན་པར་མཐོང། འདི་ཕྱིའི་བློ་གཏད་དཀོན་མཆོག་གསུམ་ལ་གྱིས། བྱིན་རླབས་འཇུག་པའི་ལྷ་མ་སྤྱི་བོར་བསྒོམ། བར་ཆད་སེལ་བའི་མཁའ་འགྲོ་ཆོས་སྐྱོང་མཆོད། བདག་ཀྱང་ཁམས་བཟང་ལོ་ནི་བཅུ་གཉིས་ནས། རང་ཡུལ་ལོག་ནས་མཇལ་བའི་སྨོན་ལམ་འདེབས། གལ་ཏེ་ཚེ་འདིར་འཕྲད་པ་མ་གྱུར་ན། ཕྱི་མ་དག་པའི་ཞིང་དུ་མཇལ་བར་སྨོན། ཅེས་གསུངས་པ་དང། དེར་འབངས་རྣམས་ཀྱང་མྱ་ངན་གྱི་སྨྲེ་སྔགས་འདོན་ཅིང་རྒྱལ་བུ་ལ་ཕྱག་བཙལ་ནས་ཕྱིར་ལོག་གོ། དེར་ཡུམ་དགའ་ལྡན་བཟང་མོས་སྐྱེས་བུའི་ཕྱག་ནས་འཕྱངས་ནས་སྨྲས་པ། ཨ་མའི་དྲི་མེད་ཀུན་ཟླའི་དོན་འགྲུབ་པས། ཚེ་སྔོན་ལན་ཆགས་མང་ངེས་ཁོག་པའི་སྙིང། རང་སྙིང་བརྟོལ་ནས་འཇིགས་པའི་རི་ལ་བཅུག། མང་ངེས་ཁོག་པའི་སྙིང་དང་དེ་རིང་བྲལ། ཚེ་འདིར་འགྲོ་བའི་ཉི་མ་ནུབ་ནས་སོང། ང་ཡི་ཚེ་འདིའི་བློ་གཏད་སུ་ལ་བྱེད། ཡབ་ཅིག་རྒྱལ་པོ་བདུད་བློན་ཁ་ལོ་སྒྱུར། མི་ཡུལ་འདི་འདྲའི་ལས་རིགས་བྱེད་དུ་བཅུག། བྱང་སེམས་ལྡན་པའི་བུ་ཁྱོད་ད་བྱོན་ལས། སྐྱོ་བའི་སྡུག་བསྔལ་སྐད་ཅིག་མ་བྱེད་པར། བུ་ཁྱོད་བསམ་པ་ཡིད་ལ་འཁོར་རེ་ཡོང། དྲི་མེད་ཀུན་ལྡན་གཟེར་ཞིང་འབུལ་སྙིང་འདོད། དབྱར་གསུམ་གཡུ་འབྲུག་སྔོན་མོའི་སྐད་ཅིག་ཡོང། དེ་དུས་བུ་ཁྱོད་དྲན་པའི་གསལ་འདེབས་བྱེད། མ་ངེས་བུ་ཁྱོད་གཟེར་ཞིང་ལན་གསུམ་འབུལ། དྲི་མེད་ཀུན་ལྡན་གཟེར་ཞིང་ལན་གསུམ་འབུལ། བུ་ཁྱོད་ཨ་མ་ཟེར་ཞིང་ལན་གསུམ་འབོད། དགའ་ཟླའི་བཟང་མོ་ཟེར་ཞིང་ལན་གསུམ་འབོད། དགུན་གསུམ་རྐྱང་གསེར་རླུང་གིས་སྐྱེད་བྱེད་ཡོང། དེ་དུས་བུ་ཁྱོད་དྲན་པའི་གསལ་འདེབས་བྱེད། མ་ངེས་བུ་ཁྱོད་ཟེར་ཞིང་ལན་གསུམ་འབོད། དྲི་མེད་ཀུན་ལྡན་ཟེར་ཞིང་ལན་གསུམ་འབོད། བུ་ཁྱོད་ཨ་མ་ཟེར་ཞིང་ལན་གསུམ་འབོད། དགའ་ཟླའི་བཟང་མོ་ཟེར་ཞིང་ལན་གསུམ་འབོད། དཔྱིད་དུས་ཁུ་བྱུག་སྔོན་མོ་སྐྱེད་བྱེད་ཡོང། དེ་དུས་བུ་ཁྱོད་དྲན་པས་གསལ་འདེབས་བྱེད། མ་ངེས་བུ་ཁྱོད་ཟེར་ཞིང་ལན་གསུམ་འབོད། དྲི་མེད་ཀུན་ལྡན་ཟེར་ཞིང་ལན་གསུམ་འབོད། བུ་ཁྱོད་ཨ་མ་ཟེར་ཞིང་ལན་གསུམ་འབོད། བཀའ་གདན་བཟང་མོ་ཟེར་ཞིང་ལན་གསུམ་འབོད། མ་ང་ཐུགས་རྗེས་རྒྱུན་དུ་བཟུང་དུ་གསོལ། བུ་དང་ཚེ་འདིར་འཕྲད་པ་ཡོང་ལས་ཆེ། གལ་ཏེ་ཚེ་འདིར་འཕྲད་པར་མ་བྱུང་ན། ཕྱི་མ་བྱང་ཆུབ་ལམ་ལ་མཇལ་བར་སྨོན། ཅེས་གསུངས་ཏེ། སྤྱན་ཆབ་མང་པོ་བརྡོས་ནས་ཕྱིར་ལོག་གོ། དེ་ནས་རྒྱལ་པོ་ཡབ་ཡུམ་ལྔ་པོ། ལམ་འགག་གཅིག་ཏུ་ཕེབས་སོ། འཆི་མེད་ཅིག་གཟིགས་པས་སྐྱེས་མི་རྣམས་ཐག་རིང་པོར་སླེབས་པ་མཐོང་ངོ། དེར་རྒྱལ་པོ་ཡབ་ཡུམ་རྣམས་ཀྱིས་བྱོན་པས་ལམ་འགག་ཅིག་ཏུ་དབུལ་པོ་མི་གསུམ་བྱུང་ནས་སྦྱིན་པ་ཞུ་ཟེར་བ་ལ། རྒྱལ་པོ་ཤིན་ཏུ་མཁས་ཏེ་སྨྲས་པ། གླང་པོ་རིན་ཆེན་འགྲོ་བ་བཟང་ན་ཡང། སྦྱོར་ཚད་དཔག་མེད་རིན་ཆེན་གླང་གི་ནོར། བདག་ལ་ཤིན་ཏུ་མཁོ་བ་འདུག་ན་ཡང། བྲམ་ཟེ་ཁྱེད་རྣམས་ཐུགས་དགོངས་རྫོགས་ཕྱིར་དུ། བདག་གིས་ཁྱེད་ལ་སྦྱིན་པ་བྱིན་ཡོང་ཨང། ཞེས་གླང་པོ་ཆེ་རྣམས་གནང་ངོ། དེ་ནས་ཡང་བྱོན་པས་དཔག་ཚད་གཅིག་སར་ཕེབས་པ་དང། ཀ་གླིང་སྐྱེ་རྟ་བྱ་བ་གཅིག་ཏུ་དབུལ་པོ་མི་ལྔ་བྱུང་ནས་བདག་རྣམས་ལ་རྟ་རྣམས་གནང་འཚལ་ལོ། ཞེས་ཟེར་བ་ལ་ཤིན་ཏུ་ལེགས་སོ་གསུངས་ནས་འདི་སྐད་ཅེས་གསུངས་སོ། རྟ་མཆོག་རིན་ཆེན་རླུང་གི་ཤུགས་ལྟར་མགྱོགས། ཤིང་རྟ་ཡིད་འོང་མེ་ཏོག་ཕྲེང་བས་མཛེས། ལྷག་བསམ་རྣམ་པར་དག་པའི་སྦྱིན་པ་ཡིས། རྫུ་འཕྲུལ་སྟོབས་ཀྱི་ཤུགས་དང་ལྡན་པར་ཤོག། ཅེས་གསུངས་ནས་གནང་ངོ། དེ་ནས་རྒྱལ་བུ་རང་གི་ལམ་སྣ་དྲངས། སྲས་ལྕམ་སྲིང་རྣམས་བར་དུ་འཇུག། མེ་མདའ་བཟང་མོས་ལམ་རྒྱགས་དུམ་གཅིག་ཁུར་ནས་མཇུག་ཏུ་བྱོན་ནས། ལམ་ཁ་ཞིག་ན་ནེའུ་སིང་སྔོ་ཞིང་མེ་ཏོག་རྒྱས་པ། རི་མཐོ་ཞིང་ས་གཙང་བ། ཆུ་དང་ཤིང་ཐོག་ཡིད་དུ་འོང་བ། རི་དྭགས་དང་བྱ་མང་པོ་རྩེ་བའི་གནས་ཤིག་འདུག་པ་དེར། ཤིང་རྟ་ལས་སྲིད་ཁྲིབས་ལ་ཡབ་ཡུམ་ལྔ་པོ་སྐུ་བསྙིལ་མཛད་པ་ལས། དེའི་ཚེ་མེ་འདི་བཟང་མོས་ཆུ་འདུག་པ་དེའི་རྩར་ཕྱིན་ཏེ། ཆུ་དུམ་གཅིག་བཏུངས་པས་མིག་འཕར་རིགས་ཚུར་རིགས་ཀྱིས་བལྟས་ཀྱང་མི་མེད་ཅིང་རི་དྭགས་རྩེ་བ་མཐོང། བཟང་མོ་སེམས་སྐྱོ་བ་གྱུར་ནས་འདི་སྐད་དོ། ཀྱེ་མ་ཕྱོགས་མཚམས་གང་དུ་བལྟས་གྱུར་ཀྱང། ཡིད་མཐུན་མི་དང་འཕྲད་པར་མི་འདུག་ཅིང། རི་དྭགས་བརྩེ་བའི་ལྟད་མོ་སེམས་པ་སྐྱོ། ཁ་སྐོམ་ཆུ་ལ་བྱེད་པའི་དུས་འདི་འདྲ། བསགས་པའི་ནོར་ལ་སྙིང་པོ་མི་འདུག་གོ། དེ་འདྲ་ཡོངས་ཙམ་བདག་གི་སེམས་ལ་མེད། བྱུང་བ་ཚེ་སྔོན་ལས་ངན་ཡིན་པ་འདྲ། ཞེས་ཟེར་བ་དང། རྒྱལ་པོའི་ཐུགས་དགོངས་ལ་བཟང་མོ་དེ་མི་མེད་ལུང་པ་འདིར་སྐྱོ་བ་ཡིན་པར་འདུག་ད་དུང་ལམ་གྱི་དཀའ་ལས་དང་གཅན་གཟན་གྱི་འཇིགས་པ་ཆེན་པོ་ཡོད་པས་འདི་ནས་ལོག་དགོས་དགོངས་ནས་སྨྲས་པ། མེ་འདི་བཟང་མོ་བདག་ལ་ཚུར་ཉོན་དང། ད་དུང་ཐག་རིང་ལམ་ལ་འགྲོ་དགོས་ཤར། ལ་ལུང་ལ་སོགས་སྡུག་བསྔལ་དཔག་མེད་ཡོད། གཅན་གཟན་ལ་སོགས་འཇིགས་པའི་ཚོགས་རྣམས་མང། ཁྱེད་ཀྱིས་དེ་རུ་ཚུགས་པའི་ས་མེད་པས། དེ་ནས་ད་ལྟ་ལོག་ན་མི་ལེགས་སམ། ཞེས་གསུངས་པ་དང།